བོད་དགེ། སྤྱི་ཡོངས་ཀྱི་བོད་མི་རིགས་ཀྱི་ད་འབྱུང་འགྱུར་གྱི་གནས་བབ་དེ། ད་ལྟ་ཡང་གསལ་པོ་ཞིག་མེད་པ་ཅིག་གིས། ད་ང་རང་ཚོའི་བདེན་པའི་འཐབ་རྩོད་དེ། མི་རབས་གཅིག་འགོག་གི་ཡོད་འགྲོ་མི་རབས་གཉིས་འགོག་གི་ཡོད་འགྲོ། མི་རབས་བཞི་ལྔ་འགོག་གི་ཡོད་འགྲོ། ད་ལྟ་ཚུད། དེ་ཁ་བོ་ཞེ་དྲག་ཅིག་གི་སྐབས་ལ་སླེབས་བསྡད་ཡོད་རེད། དགོན་ཤོག་གི་དགའ་སྟོན་ཡིན་ནའི། འགྱུར་བ་འགྲོ་གི་རེད། བོད་དོན་བདེན་མཐའ་གསལ་གི་རེད་ཟེར་ཏེ་ཐུགས་ཐག་ཆོད་པོའི་ཐོག་ནས་བཀའ་གནང་གི་ཡོད་རེད་ལ་དུ་ཡིད་ཆེས་གནང་གི་ཡོད་རེད། ཡིད་ཆེས་གནང་ཡ་དེའི་རྒྱུ་མཚན་མེད་པ་དེ་འདྲ་ཁས་མ་རེད། འགྲོ་བ་མི་རིགས་སྤྱི་ཡོངས་ཀྱི། རང་བཞིན་གྱི་གནས་བབ་ཀྱི་ཆ་ནས་མཚོན་པ་ཡིན་ན། རྒྱ་ནག་ནང་བཞིན། སྤྱི་འཐུས་དབང་འཛིན། བཙན་དབང་རིང་ལུགས་དེ་དུས་གཏན་དུ་གནས་ཐུབ་ཡ་ཅི་ཡོད་མ་རེད། དེ་མེད་པ་དེ་ད་ལྟ་ཕན་ཆད་ལ། འཇིག་རྟེན་གྱི་ཁྱོན་ཡོངས་ནས་ཡ། རྒྱལ་ཁབ་ག་པ་ཡིན་ན་ཡང། སྤྱི་འཐུས་དབང་འཛིན་རིང་ལུགས་དེ། ཐ་མ་འདི་དོགས་འདྲི་ཡ་བྱིན་པ་དེ་གང་གཱ། བི་ནི་རཱ་ཤི་ཡ་ལྟ་བུར་ཆ་མཚོན་པ་ཡིན། རཱ་ཤི་ཡ་རྔན་མ་སུའེ་ཏི་ཡུན་ནི་ཡོན་ཉེ་དུའི་སྐབས་ལ་རྒྱལ་ཁབ་གཉིས་རྩ་ཁྲང་གི་ནང་འཐིམས་བསྡད་པ་རེད། སྤྱི་འཐུས་དབང་འཛིན་རིང་ལུགས་གུང་ཁྲན་རིང་ལུགས་མཱ་ཁི་ཟམ་གྱི་སྟོབས་ཆེ་ཤོས་ཅིག་རེད། ད་དེ་ག་འདྲས་སུ་ཐོགས་སོང་འདི་ང་ཚོས་གཟིགས་བཞིན་པ་རེད། ད་ནང་བཞིན་ཡུ་རོབ་ཀྱི་ནང་ལོགས་ལས། ཀྱེ་དུས་དབང་འཛིན་རིང་ལུགས་ཡོད་པ་གང་གཱ་ད་ཡུ་ར་རྣམས་ཕལ་ཆེར་སྤྱི་ཡི་ལྷག་ཡོད་མ་རེད། ཨེ་ཤེ་ཡ་གི་ནང་གླིང་ནས་ཀམ་བོ་དྲི་ཡ་དང་བེ་ཏི་ནམ་དེ་ཚོ་ག་འདྲས་སུ་བྱས་ནས་དམངས་གཙོའི་རིང་ལུགས་ནང་འགྲོ་སོང་འདི་ང་ཚོས་དོན་མཐོང་བཞིན་པ་དེ་རེད། ད་ད་ལྟ་འཇིག་རྟེན་ཁྱོན་ཡོངས་གི་ནང་ལ་གུང་ཁྲན་རིང་ལུགས་དང་མ་རྩའི་རིང་ལུགས་མཉམ་དོར་སྤྲེལ་སྤྲེལ་བཏང་ནས་གང་ལྟར། བཙན་དབང་གིས་སྤྱི་འཐུས་དབང་འཛིན་བྱེད་མཁན། རྒྱལ་ཁབ་ངོས་བརྩི་བས་ནི་གཉིས་ཀྱང་ཀྱང་ལྷག་བསྡད་པ་རེད། ཀོ་རི་ཡ་བྱང་མ་དང། རྒྱ་ནག་གཉིས། རྒྱ་ནག་ཁོ་རང་ཚོའི་ནང་འཆར་བཞག་ཡིན་ནའི། རྒྱ་ནག་གིས་ཆ་ཤས།

འགྱུར་བ་ཅི་ཏན་ཏན་རྒྱ་ནག་ནང་འགྲོ་ཡ་རེད། རྒྱ་ནག་ནས་འགྱུར་བ་ཕྱིན་པའི་ཉིན་མོ་དེ། ནང་སོག། མན་ཇུ། བོད་པ། དེ་ཚོ་ཚང་མ་ལ། ར་ཤི་ཡ་སོའི་དེ་ཡུན་ནན་ཐོག་རེད་སྐབས་ལ་ཡ། གང་བྱུང་པ་དེ། བསྐྱར་ལྡབ་བྱས་ནས།

རྒྱ་ནག་འབྱོར་འབྲས་འགོ་བཙུགས་རེད། དེ་འདྲའི་རྩིས་ནང་རྩིས་འབྲས་མང་པོ་དོན་དེ་བཤད། འགྲོ་སྟངས་དེ་ཚོ་ཡང་ག་འདྲས་ག་འདྲས་སུ་འགྲོ་གི་རེད་དེ་བཤད་བསྡད་ཡོད་རེད། ཡིན་ནའི་ང་རང་ཚོའི་ངོས་ནས་རྒྱ་གར་མི་ཆེ་ག་དུས་ཡིན་ནའི་གར་སོང་གི་རེད་ཟེར་ན། རེ་བ་ཡག་ས་ནས་བརྒྱབ་གྲ་སྒྲིག་སྡུག་ས་ནས་བྱས་ཟེར་ནས་གསུང་གི་རེད། ང་ཚོ་རེ་བ་བརྒྱབ་གི་རེད་མགྱོགས་པོ་ཅིག་བོད་དུ་འདི་འདྲ་ཟེར་ཡག་གི། ཡིན་ནའི་མི་རབས་ཁ་ཤས་ཀྱིས་འགོག་པ་ཡིན་ནའི། བོད་ཀྱི་ཆོས་དང་རིག་གཞུང་ཡུལ་གྱི་དགོན་པའི་གཤིས་ལུགས་སྤྱད་དེ་ཉམས་ཆག་མེད་པར་བྱས་མྱངས་ཡ་དེ་ད་ང་རང་ཚོ་བཙན་བྱོལ་ནས་ཡོད་པའི་བོད་མི་ཉུང་ཤས་དེ་གིས་ཁུར་དུ་བབས་པའི་ལས་འགན་ཅིག་རེད་ད་ང་རང་ཚོ་བྲལ་དེ་ད་ལྟ་འདས་ཚོགས་སྡེ་བ་གངྒཱ་ལོ་མང་ཆེ་ལ་རྒན་གོག་ཤི་ད་རེད་ད་ང་ཚོ་ད་ལོ་ཁ་ཤས་ཀྱི་སྐུ་མགྲོན་ཚུ་རབས་རེད་ཡིན་ནའི་ང་རང་ཚོའི། འོག་མའི་མི་རབས་དེ་ཚོ་ལ་སོ་སོའི་ཁྱིམ་པ་ཡིན་ན་སྤུ་གུ་བུ་ཕྲུག་ཡིན་ནའི་རེད། རབ་བྱུང་ཡིན་ན་དགེ་ཕྲུག་ཡིན་ནའི་རེད། དེ་ཚོ་ལ་ཡང་བོད་ཀྱི་གནའ་བོའི་ཆོས་དང་རིག་གཞུང། ལྷག་པར་དུ་ཡུལ་གྱི་དགོན་པའི་གཤིས་ལུགས། ཡུལ་གྱི་དགོན་པའི་གཤིས་ལུགས་ནང་ལ་བསམ་བློའི། རང་དབང་དང། བསམ་བློའི་བཟང་སྤྱོད་བརྗོད་པ་རེད་བ་སྤྱོད་པ་བཟང་པོ་ཅིག་བོད་པའི་ཐུན་མོང་མ་ཡིན་པའི་ཁྱད་ཆོས་འདི་ང་ཚོས་མང་སྤྱད་ཐུབ་ཡག་ཅིག་དེང་རབས་ཀྱི་ཤེས་ཡོན་ལོ་ཆུང་གི་ཐོག་ནས་ཡོང་མཁན་གྱི་གཞོན་པ་དེ་ཚོ་ལ་དེ་ཅིག་བྱས་ན་རག་ཡག་དེ་ཚོ་ཁག་པོ་ཡོག་རེད་དེ་འདྲ་ཡིན་ཙང་ཕ་མ་བོན་རྒྱ་རྒན་གྲས་ཚོས་གཞོན་རབས་ཚོ་ནང་ལ་ཡག་དེ་སྲུང་སྐྱོབ་བྱེད་དགོས་ཡག་གང་ཡིན་ཟེར་ན་མ་འོངས་པ་ལ་ཡག། བོད་དོན་བདེན་མཐའ་གསལ་བའི་ཉིན་མོ་དེ། ང་ཚོས་གནའ་རབས་ཀྱི་ཆོས་དང་རིག་གཞུང་གི་མ་རྩ་དེ་བྱས་ཏེ་བརླག་ཕྱིན་པ་ཡིན། ཨ་ནི་བོད་རང་དབང་ཐོབ་པའི་ཟུར་ར་ཞིག་ཆགས་ཀྱི་ཡོད་མ་རེད། རྒྱ་ནག་ཐུར་བཞེས་ཕྱིན་པའི་ཟུར་ར་ཞིག་ཆགས་ཀྱི་རེད་མ་གཏོགས། རྒྱ་ནག་ཐུར་བཞེས་ཕྱིན་ནས་དུམ་བུ་མང་པོ་བྱས་ལ་ཕྱིན་པ་ཡིན་ནས་དགའ་ཡག་སྐྱེ་ཡོད་མ་རེད། བོད་པའི། གནའ་བོའི་ཆོས་དང་རིག་གཞུང་དེ་བསྐྱར་དུ་བྱེད་མ་ཐུབ་པ་ཡིན་ན། ནི་བོད་ལ་རང་དབང་ཐོབ་དང་མ་ཐོབ་ཀྱི་གནམ་གཤིས་གྲགས་ཤིག་གྲགས་གལ། སྤྱི་བཏང་གི་དེང་རབས་ཀྱི་སྤྱི་ཚོགས་འོག་སུ་རབ་བྱེད་བསྡད་ཡ་ཡིན་ན། རྒྱ་མིའི་བར་བསྡད་པ་དང་རང་དབང་ཆེད་བསྡད་པ་ལ་བཞག་བཞག་བྱེད་པ་གལ་ཡོད་མ་རུང། དཔལ་འབྱོར་དང།

དཔལ་འབྱོར་ཡར་རྒྱས་འགྲོ་དུས་སྐབས་ལ་རྒྱ་ནག་གི་འོག་ལ་ཡོད་པའི་སྤྱི་བོ་ཟུར་དུ་ལྷག་ཞེན་སྐྱེས་ཡོད་མ་རེད་པ། བྱས་ཙང་ང་ཚོས་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་གི་གནས་བབ་གཟིགས་མ་ལ་བར་བྱེད་དགོས་ཡ་དེ། བོད་ནང་ལ་ཡོད་པའི་བོད་མི་ཚོས་གང་ཐུབ་ཅི་ཐུབ་ཀྱིས་གནང་གི་ཡོད་རེད་ད་ལྟ་བར་དུ་ཧ་ལས་པའི་གྲུབ་འབྲས་ཐོན་པའི་ཕྱག་ལས་མང་པོ་གནང་ཡོད་རེད། ཡིན་ནའི་ཁོ་རང་ཚོ་ལ་རང་དབང་ཡོད་མ་རེད། རང་དབང་མེད་པ་སོ་སོ་མ་སེར་བས་སྲོག་གི་ཉེན་ཁ་ག་དུས་ཡིན་ནའི་ཡུལ་སྡེ་བ་ཅི་རེད་ད་ང་རང་ཚོ་ག་ང་ལོ་རང་དབང་རེད་ག་རེ་བྱེད་ཀྱི་ཡིན་ནའི། འདི་འདྲ་ཡིན་དུས་སྐབས་ལ་ཡ་ཁྱུ་དང་རིག་གཞུང་ངོས་འཛིན་ཅུང་བྱས་ཏེ་གལ་ཆེན་པོ་ཞིག་ཆགས་རེད།